དེ་རིང་ང་ཨ་མི་རི་ཀ་གི་རྒྱལ་ས་ལ་ཡོད་པའི་ལོ་རྒྱུས་ཀྱི་འགྲེམས་སྟོན་ཁང་གཅིག་གི་ནང་ལོགས་ལ་ལྟ་སྐོར་གྱིས་ཕྱིན་པ་ཡིན། འགྲེམས་སྟོན་ཁང་འདི་ཐོག་མར་སྒོ་ཡར་འཛུལ་འོང་དུས་རྡོ་ཨུས་འདྲ་བ་ཅིག་མཐོང་གི་རེད་གླང་པོ་ཆེ་སོགས་ཚིག་གོ་ཞིབ་ཅིག་ཡོད་རེད།

གཉིས་འདི་བཀག་ནས་བལྟ་ན་འགྲིག་རོ། འོ་དེ་ལྟར་འགྲོ་བ་མི་ཡི་རིགས་མ་འདྲ་བ་དེ་ཚོ་གི་འཕེལ་རིམ་གྱི་སྡོང་རིས་ཀྱི་རིང་དུ་བ་ཤིང་སྡོང་ལ་དཔེ་སྦྱར་ནས། ང་ཚོ་སྨན་ཡིན་དུ་དེ་འདྲའི་གི་ནང་ལོགས་ལ་བེད་སྤྱོད་བཏང་གི་ཡོད་བ་ཐང་ལམ་དེ། འོ་དེ་འདྲ་ཧོ་རེ་ད་རི་མོ་འདྲ་མི་འདྲ་ཡོད་རེ་ནི་ཁྱེད་རྣམས་པའི་གཟིགས་ཤེས་གཟིགས་ཤེས་སྐྱེས་ད།

ཡང་ཁྲིགས་ཡི་གེ་དེ་ཚོ་ནང་ཡོད་རེད་ད་དེ་འཛམ་བུ་ལན་ལས་མོན་བུར་འཕར་ཡམ་དེ་རེད་འདུག་གང་གི་ཨང་གྲངས་དེ་དེ་མོན་བུ་འཕར་བསྡད་གི་འདུག་བ། ཁྱོད་ཚོའི་སྐར་མ་ནང་གི་སྐར་ཆ་རེ་རེ་ལས་དེར་གྲངས་ཀ་དེ་ཡང་མཐོ་རུ་མཐོ་རུ་མཐོ་རུ་མཐོ་རུ་འགྲོ་གི་འདུག་བ། མོན་བུར་ག་ཚད་འཕར་གི་ཡོད་མེད་དེ་རེད་ཤག་ད་དེ་ཚོ་གདོད་མའི་མི་གི་འཚོ་བ་སྐྱེལ་སྟངས་ཀྱི་རི་མོ་ཡོད་རེད་པར་ཡོད་རེད་དེ་རེད་དེ་འདྲས་བྱས་ནས་རང་ནི་གང་ཡིན་ན་གླེན་འདྲ་བོ་ཁོས་བཟོས་རྒྱུ་བ་ལོག་རྒྱབ་རྒྱུ་བ་དེ་འདྲའི་ཡང་ཡོད་རེད། དེ་ནས་མང་ཆེ་བ་དེ་འགྱུར་རྡོ་དང་རུས་པ་དང་དེ་འདྲ་དེ་འདྲ་རེད་ད་དེ་ཚོ་གང་འདྲ་ཞིག་ཞིབ་ཕྲ་ཡོད་རེད་བ། འོ་དེ་ང་ཡ་མཚན་པོ་ཞིག་མཐོང་འདུག་རྒྱུ་བ་ཀྱོག་ཀྱོག་ཅིག་ཡོད་རེད། གནའ་སྔ་མོ་མི་ཁའི་ལག་སྐྱ། ང་ཚོ་བོད་ཀྱི་མངའ་མཛད་ཀྱི་སྐབས་སུ་དེ་ཅིག་ཐོན་ངོར་ང་དེ་ལྟ་བུ་རེ་ཞིག་དྲན་གྱི་ཡོད་ཡ། དེ་དེ་ཚོ་དེ་རྐང་རྗེས་ན་རྔ་མོང་གི་རྐང་པའི་རྗེས་རྡོ་རུ་བཞག་བཞག་བ། ཞབས་རྗེས་དེ་གི་ཤར་ཧོང་གི་དེར་ཞབས་རྗེས་འདུག་བ། ཨེ་མི་དགོས་ལགས་སོ་བ་དེ་འདྲས་གི། ཨེ་འགྲེལ་བཤད་དེ་ལྟས་བ་ཡིན་ཞབས་རྗེས་དེ་ཚོ་ག་བ་ཡོད་མེད་ལོག་ག་ཚིག་ཅི་ཡོད་མེད་སོག་སྐྱ་སོག་ཞབས་རྗེས་ཡིན་མིན་དེ་ག་འདྲས་སེ་ནས་བཞག་ཡོད་མེད་ག་འདྲས་སེ་རག་ཡོད་མེད་ད་ཁྱབ་ཚང་ཡོད་རེད་དེ་རི་མི་ཡི་རིགས་མ་འདྲ་བ་དེ་ཚོ།

ད་དེ་ཚོ་ཡང་ས་འོག་ནས་ཐོན་པའི་རུས་པ་དེ་ཚོར་ཞིབ་འཇུག་བྱས་ནས་དེ་ཚོའི་གློག་ག་ཚད་ཕྱིན་ཡོད་མེད་སུ་ཡི་རེག་སུ་གཏོགས་གི་ཡོད་མེད་ས་ཆ་ག་ནས་ག་བ་ག་དུས་འོ་དོས་བྱས་ནས་ད་མ་འདྲི་ཤེས་རྒྱབ་ཀྱི་ཡོད་རེད་བ། ཨ་འདི་འདྲའི་གི་རེད་ཚང་མ་དང་ཞིབ་ཕྲ་དེ་ངས་པར་བརྒྱབ་ཐུབ་ཡ་སི་ཁེལ་མི་འདུག་མང་པོ་ཞེ་དྲག་ཡོད་རེད་བ་ཨ་དེའི་ནང་ལ་ནི་ང་རང་གི་ཡ་མཚན་ཡོད་འདྲ་ཁ་ཤས་ཁ་ཤས་པར་བརྒྱབ་ནས་ད་དེ་འདྲའི་ཅིག་ཡོད་རེད་ཟེར་ནས་ངོ་སྤྲོད་ཅིག་ཞུ་ཡ་གི་ཆེད་དུ་དེ་ཡིན་པ་ཨ་ནི་ཨ་རིར་རྒྱ་ས་སླེབས་པ་ཡིན་ན་རྒྱ་ས་གི་གྲོས་ཚོགས་ཁང་པ་ནས་ཕོ་བྲང་སྐབས་དེ་མདུན་ཐང་དེ་ཨིན་ཡང་ཚང་མ་ད་འགྲེམས་སྟོན་ཁང་རེད

ད་ངས་བརྩེགས་ཤེས་མ་སོང། གོ་གོ་ལྟོས་ནང་ལོགས་ལ་ཡང་འདྲི་ཤེས་གཉིས་ལྟ་བསམ་ན། ཨོ་དེ་འདྲའི་གཅིག་མ་རེད་གཉིས་མ་རེད། མི་གཅིག་གཅིག་པོ་ལྟ་བསྡད་ཤེས་བསམ་ན་དེ་འདྲའི་དགའ་ཚལ་དཀོན་གི་འདུག། ཨོ་དེ་ང་མལ་སོ་རྒྱབ་བལྟས་ཚེ་དེ་བསྡད་ཡོད་པ་དེ་རིགས་མག་པར་བརྒྱབ་སྟེ་དེ་འདྲ་བ།